ཁྱེད་རང་ཚང་མ་ལོག་གི། ཁ་ཞེ་གཉིས་མེད་ཀྱི་སྨོན་ལམ་སྐྱབས་བཅས་ཐུགས་སུ་རེ། ཨ་ནི་ངའི་ངོས་ནས་བྱ་བཞག་ནི། ག་ལ་འཕགས་པ་རྗེ་བཙུན་རིན་པོ་ཆེ་དང་འབྲེལ་བ་ཡོད་བསྡད་པ་ཞིག་ཀོ་གསལ་པོ་རེད་ཤག་ཆུ་རྒྱུས་སྒང་ནས་སྤྱན་རས་གཟིགས་ཀྱི་འབྲེལ་བ་ཡོད་བསྡད་པ་ཞིག་ཆུ་རྒྱུས་སྒང་ནས་གསལ་པོ་ཡོད་ད་དེ་རེད་དེ་ཨེ་ནི་ངས་མི་ཚེ་འདི་གི་ག་ཚོད་རིང་ངས་ཚོད་ཀྱི་བོད་ཀྱི་བསྟན་སྲིད་ལ་ཡར་ཕན་ཐོག་ཡོང་ཐུབ་ཡག་ཅིག་ད་ངུ་སུམ་ཚེ་དྲུག་རེད། བྱས་ཙང་ད་ངས་ཨ་ད་མི་སི་ག་ར་གང་ཙམ་ཕྱིན་པ་དེ་ཨ་ད་ཁྲོད་ཅིག་ལོ་བརྒྱ་ལོ་བརྒྱ་དང་སུམ་ཅུ་སོ་གྲངས་ཅིག་སྡོད་ཡག་གི་ངས་རེ་བ་རྒྱག་གི་ཡོད།

དེ་ན་ནི་རུ་ཐུ་རེ། དགའ་མོས་ཆེན་པོ་ར་བྱེད་ཀྱི། ད་དེ་ད་དེས་སེམས་པས་ངའི་མི་ཚེ་ནག་ལོག་རེད་ཡ། ཅེས་ཆོས་ལ་དོ་སྣང་ཡོད་མཁན། དམིགས་བསལ་དོ་སྣང་མེད་མཁན། ཆོས་ལ་སྐྱོན་དུ་ལྟ་མཁན་དེ་འདྲེས་ཀྱི་མི་སྣ་མང་པོ་ཞིག་ངའི་ཐུག་ཡོད་རེད།

ག་འདྲ་ཞིག་སྡུག་བསྔལ་བསལ་ཡག་དང་བདེ་བ་སྒྲུབ་ཡག་ཅིག་གི་དེ་འདྲས་ཀྱི་ད་ཐབས་ལམ་ཅིག་ཡོད་ན་ད་ཀུན་ལ་གོ་ཡག་དེ་རེད། ཆོས་མེད་མཁན་གྱི་མི་ཚོས་ཡིན་ནའི་སྡུག་བསྔལ་བསལ་ཡག་དང་བདེ་བ་སྒྲུབ་ཡག་ལ་དོ་སྣང་བྱེད་ཀྱི་ཡོད་རེད།

རྣ་ལམ་བརྒྱབ་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ད་གོ། ང་ཚོ་ཐུན་མོང་གི་ལས་འབྲས་ཀྱི་ཐོག་ནས་ད་ག་ད་ད་ར་ང་ར་ཆ་བཞག་ན་ད་བོད་ལུང་པ་ད་ཁ་བྲལ་དགོས་ཡ་ཞིག་གི་གནས་ཚུལ་ཆགས་པ་རེད།

ཨན་ད། ང་འདྲ་པོ་ལོ་འདིའི་རིང་ལ། ཞེས། ག་ད་འཕགས་པ་སྤྱན་རས་གཟིགས་ངའི་སྤྱི་བོ་ལ་ཡོད་ཡོད་པ་རེད་ལ། ཅིག་འཕགས་པ་སྤྱན་རས་གཟིགས་ཀྱི་བའི་བྱིན་རླབས་ཐོང་ཆུ་ལ་ཡོང་གི་སེམས་པ་རུ་ཅིག་གི་ང་རེ་ཡིད་བཞིན་ཡོད། ད་དེ་རེ་དེ་ང་རང་ཚོ། ཡང། ཅིག་ག་སོགས་རེ་བདེན་བཞུགས་གནང།

སྒམ་པོ་ཁུག་འདྲེན་ཏང་གི་གསར་བརྗེ་ལམ་བའི་ཁ་ཐུག་ལས་སེམས་ཤུགས་གཅིག་སྒྲིལ་རུ་གཅིག་བསྐངས་ནས་ཨནི་ལས་དོན་སྒྲུབ་ཡག་ལས་ནུས་པ་འདུག་ག་ང་རང་གཙོས་བའི་དེ་དེ་བཞིན་སངས་རྒྱས་པའི་ཆོས་ལ་དད་པ་ཡང་དགོས་འཕགས་པ་སྤྱན་རས་གཟིགས་ལ་བའི་དད་པ་རྩེ་གཅིག་བྱས་ནས།

ད་ཧ་ལས་པོ་འདུག་སྨོན་ལམ་རྒྱས་པོ་བྱས། ཅིག་སྨོན་ལམ་རྒྱས་པོ་གནང་བཞིན་གྱི་དོན་དག་གང་འཚམས་བསྒྲུབས་པ་རེད། ད་ལུང་པ་གྲ་རེ་རེད། ཡིན་ནའི་ཡང་བསྐྱར་རྒྱ་གར་ལུང་མི་རྣམས་ལ་བལྟས་བྱས། ཡང་སྐུ་བརྟན་པོ་དང་འགྲོ་བའི་དོན་གང་འཚམས་ཀྱི་ཕན་ཐོགས་བྱེད་ཐུག་འདུག་བ། ད་ད་དུང་ཨ་མདའ་སྟེ། དར་མ་ས་ལ་རྒྱ་གར་ལྷོ་ནུབ་ཀྱི་ས་ཆ་དག་འདིའི་བཀའ་ནས་བསྡད། བྱས་ཀྱི་བསྟན་པ་དང་འགྲོ་བའི་དོན་དག་ལ། བྱས་ཀྱི་ཞབས་འདེགས་གང་བསྒྲུབས་བྱས་ཀྱི་ད་དུང་མུ་མཐུད་ནས་ངས་ཇེ་ཡག་གི་བསམ་བློ་བཏང་གི་ཡོད། འཕགས་པ་སྤྱན་རས་གཟིགས་རྟག་ཏུ་སྤྱི་བོ་ལ་བསྒོམ་བྱས་ད་སྤྱན་རས་གཟིགས་མཁྱེན་བསམ་པར་བྱས་བྱས་འདུག་ས་འགྲོ་གི་ཡོད་རེད།